ཆུ་ཐུར་མང་གང་ཆུ་ལི་ཏར་གང་བཏང་སྟེ་དེ་ནས་ཕན་ཐོགས་སྒྲུབ་བིན། སྨན་མ་ན་ཀེབ་སུལ་བཙོག་བྱའི་སྨན་གཅིག་མ་ནི་བཏང་སྟེ་རྡོག་པོ་གཅིག་མ་ནི་བཏང་མ་རྙེད་ན་ཏི་བུ་བཏང་སྟེ་ངས་ཕན་ཐོགས་སྤྱོན། སམ་ཁ་ནི་ཆུང་ཆུང་ཞིག་ནི་ཕ་ལ་ཕན་ཐོགས་སྤྱོན་ཟེར་ཁ་ཅིག་ད་ཏི་བུ་ཁ་ནི་མེད་ཁ་ལན་དགོས་ས་ནོ་ཁས་ལན་དགོས་ས་ནོ་དམ་བཅའ་བཅོ་དགོས་ས་ནོ་དམ་བཅའ་མེད་ན་ཏི་གཟུགས་སྤྱོན་འདུག་ནའང་སྡོམ་པ་མེད་དེ་ནག་པ། བཅོས་ནི་འདུག་ན་ངས་སྨྲ་ན་བཅོས་ཟེར་འདུག་སྤུན་ཟེར་ཁ་ཅིག་འདུག་བ་ལས་ཤ་མི་ཟ་མཁན་ཁ་ཅིག་འདུག་བ་ལས། ང་སྨྲ་ན་ཤ་མ་ནི་ཟ་མི་ཤེས། ལོ་མང་པོ་བ་ཤ་མི་ཤ་མ་ཟ་མ་ཤེས། ཤ་ཅང་ཐ་པའང་མི་འདུག་ཤ་སྨྲ་ན་ཐ་པོའང་མེད། ཤ་ཅང་ཞིམ་པའི་ཀྱང་ཚོར་བ་མི་འདུག། དེ་ཤ་ཟ་མཁན་ཅིག་ཤ་མི་ཟ་ཤ་ཟ་མི་ཤེས་ཟེར་འདུག་བ་ལས། དེ་ཤ་མ་ཟེར་ན་མ་ཟ་ན་ཤ་མི་ཟ་ཆེད་ཁས་ལེན་བཅོས་སྤུན་ན་མ་བཅོས་སྤུན་ཟེར་ན། མ་བཅོས་པའི་ཁས་ལེན་ཡང་མེད་པས་ཅང་མེད་ཞྭ་མ་བཟོས་པས་ཤྭ་མ་བཟོས་པ་ད་ལོ་ཉི་ཤུའི་ཐག་ཅིག་སོང་ཟེར་མཁན་ཡོང་འདུག་བ་ལས། རྒྱ་ལ་ད་སོང་ཡིན་ནང་སྡོམ་པ་མེད་པས། ཤྭ་བཟོས་ཏེ་མ་བཟོས་སང་ཁོ་དེ་ཙམ་ཞིག་ཁྱད་ཆེན་མོ་ཞིག་མ་སོང་སྟབས་ཤྭ་མ་བཟོས་པས་དགེ་བའི་རྩ་བ་ཕ་ཡོན་ཡོད་དང་མེད་མེད་སྐྱག་ཟེར་ན་ཡོད་ཡོད་སྐྱག་ཕ་ཡོན་ཡོད་སྐྱག་ཤྭ་མ་བཟོས་པ་སང་ཕ་ཡོན་ཡོད་སྐྱག་ཡིན་ནང་དེ་ལ་སྡོམ་པ་མེད་པས། ཁོ་ནང་པ་སངས་རྒྱས་པས་ནང་པ་སངས་རྒྱས་པས་ཆོས་ཆོས་ངོ་རྟོགས་ཤིག་ཨ་བསྒྱུར་ཆེས་མ་དགའ་སོགས་བྱ་རུང། ཞག་མ་ཟོས་ན་གོ་དེ་ཙམ་ཞིག་ཨ་ཙུག་མ་སོང་ག། ད་ངོ་གཏོགས་བ་སྨོན་ན་ཡ་ལེ་ནང་པ་སངས་རྒྱས་པའི་ཆོས་རང་རང་སོ་སོའི་ཕན་ཐོགས་ཆེན་མོ་ཞིག་ཡོང་ཆེད་སེ་ཕི་ཡ་ཅིག་བཅོས་ན། དེ་ང་ཏང་སྤེ་ཞིག་བོར་ན་ཡ་ལེ་སྤེ་ཞིག་བོར་ན་ཁར་ཅིག་དམའ་རྒྱ་ལ་བཅོས་སེ་ཡོད་ན་ཡི་ས་ཙོག་པོ་ཞིག་གི་ཁ་སྤུངས་དེ་བོར་ན་དམའ་ཁར་ཅིག་བདེ་མོ་ཞིག་ཡོད་ག་ཁར་ཅིག་དམའ་ཡ་ལེ Delicious ཡ་ལེ།

ལུགས་དེ་ཡོད་ན། ཁོ་བདག་སའི་མཁར་རྗེ་དེ་ནའོ་ཡིན་ནོག་ལེ་ལ་མི་ཁ་བོར་ཆེས་མཁར་རྗེ་དེ་ནའོ་ནོག་དེ་དྲི་ཞིམ་མ་ན་རྒྱ་ལ་ཞིག་གཙང་མ་ཞིག་གི་ནང་བོར་པ། དེ་ནི་མི་ཚང་མས་བཟའ་ཉན་བྱེད་ཅིག་ཡིན་ནོག་དེ་ནི་ལོངས་སྤྱད་ཉན་བྱེད་ཅིག་ཡིན་ནོག་མི་ཚང་མའང་དེ་ནི་བཙོང་ནའང་མ་ནི་བཙོང་དང་ནའང་རིན་ཐོབ་བྱེད་ཅིག་ཡིན་ནོག་ཁོ་བ་མ་ན་ཕ་མཐོག་ཆེན་མོ་ཞིག་ཡུལ་ཞུ་སའི་ཡོང་བྱེད་ནོག་ལེ་ཁོ་དེ་མིན་པ་གར་གྱིས་བཙོག་ཡིན་ནོག་དེ་ན་ཁོ་རེ་ཁ་ཁོ་རང་ཡིན་ནོག་པ་འབོར་ས་འོ་ཨ་ལ་མི་ཁ་ལ་མི་སྐྱིད་ལ་བཙོག་བཙོག་བཙོག་བཙོག་བྱོས་ཏེ་ད་གདོན་ནང་ཟེར་ན་སུས་གདོན་བྱེད་མ་ནོག་པ། ཁོ་ལ་མི་ཁ་ཨིས་བ་དེ་ནས་དོར་ཏོག་རུ་བཏང་སོ་པ་གདོན་བྱེད་མ་ནོག་པ་ཕན་ཐོགས་ཅིང་གལ་ཏེ་བཙོང་ནའང་ད་དེ་ཉོས་ངས་མིན་ན་ཨིས་ཨི་ཏྲ་ལི་ཡན་ཡིན་ནོག་ཨིས་དེ་ནས་ཧྥི་རན་ཆི་ཡིན་ནོག་ཨིས་མིན་ན་ཇཱི་ནི་ཟི་ཡིན་ནོག་ཨིས་ཇཱ་པི་ནི་ཟི་ཡིན་ནོག་ཟེར་རན་ཅིག་དང་དེ་ནས་པ་ཙམ་ཞིག་ཟེར་ནའང་ཁོ།

ཁོ་ཅང་ཙམ་ཞིག་བྱོས་ན་ཁོ་དེ་ཙམ་ཞིག་གི་རིན་ཐང་མེད་མཁན་ཞིག་ཆགས་ནོ། སོང་བ་སང་ག་ནས་མེད་སྡོམ་པའོ་དགོ་ཟེར་ཟིན་ནོ། ཧ་གོ་བ་ལས་ཏི་བུ་སེ་མི་ན་འབུར་གོ་ཟེར་ནོ། ཇི་ཆ་རང། ཁྱོག་སྟོང། ན་ཆུང། ད་མང་ཆེ་བ་ཁྱོག་སྟོང་ན་ཆུང་ཤ་ཏོག།